ཚིག་སྦྱོར་གྱི་འགོ་སྟངས་ཀྱི་ངས་གསར་ཤེས་གཅིག་བྱས་བསམ་སོང་ད་ཀློག་པ་པོ་ཁ་ཤིས་ལ་དེ་གསར་ཤེས་དེ་འགོ་རྒྱུ་རེད་ད་ཁྱེད་ཀྱི་སྤྱིར་བཏང་གི་ཞིབ་འཇུག་གི་གསུང་སྟངས་རང་གསུང་གི་ཡོད་དེ་ང་ལ་ཡིན་ན་དེ་ལ་ཅང་དོགས་པ་འགྲོ་གང་ཡོང་གི་མི་འདུག་དཔེར་ན། རང་བྱུང་ཆེན་པོ་གི་ད་ཅིག་ཤི་ན་རྒྱུ་བླ་མ་མཁྱེན་གི་ཡོད་ཀྱི་མ་རེད་གསུང་བ་ཞིག་ཡོད་རེད་བ། དེ་ཡིན་ན་རྒྱུ་བླ་མ་ད་ང་ཚོ་ལས་དང་པོ་པ་དེ་ཚོ་གི་ཡང་དེ་ལྟར་ཞུས་བཞག་གི་ཡོད་རེད་བ་ད། རྩ་བ་དུ་མར་སྐྱོར་གི་ཡོད་རེད་བ་ད་རང་བཟང་ཆེན་པོ་གྱན་གྱི་ཡོད་མ་རེད་ཟེར་ན་ག་རེ་སོ་ག་རེ་བསམ་ཡག་འདྲ་བོ་ཅིག་ཡོད་སྲིད་གི་རེད་བ་སོ། ཡིན་ན་ད་ལྟའི་གསང་སྟངས་དེ་སྐབས་དེར་དངོས་སུ་བོད་ལ་བསྒྱུར་ཡོད་མེད། གཞུང་དང་དེ་ད་ང་བདག་མེད་བྲིས་པ་ལ་སོགས་པའི་ཅིག་དེ་ནས་ཡོང་རེད་ཟེར་བ་འདྲ་བོ་མང་པོ་ཡོད་དེ་གི་ཅིག་ཡོངས་ཁྱབ་གི་སྤྱི་ཚོགས་གི་ཐོག་ལ་ཡོངས་སུ་གྲགས་མ་གྲགས་ཟེར་བ་དེ་འདྲའི་ཞིག་གི་ཐོག་དེ་ཀུན་མཁྱེན་མི་མཁྱེན་གྱི་ས་མཚམས་འདྲ་བོ་དེ་གཙོ་བོ་དེ་སྐབས་དེ་ལ་རེད་ཁོང་རེད། དེ་ལ་རྒྱུས་མངའ་བྱུང་ཡོད་མེད་ཟེར་བ་ད་དེ་རེད་བ།

འབྱུང་ཡོད་མེད་ར་བའི་སྡིག་ཞིག་ཆགས་ཀྱི་ནས་ཞུ་གི་ཡོད་རེད་ད། ལགས་སོ་སྐལ་བཟང་ངས་ད་རེས་གཙོ་བོ་དེ་མིན་ད་ངས་དེ་ལས་འཁྲུགས་ནས་གཙོ་བོ་དེ་ཉེ་ཆར་ཁྱེད་རྣམ་པ་གི་ད་དཔེར་ན་རིག་འཛིན་འཇིགས་མེད་གླིང་པའི་རྗེས་དྲན་འགྲོགས་ལངས་དང་དེའི་ཐོག་ལ་ཁྱེད་ཀྱི་དཔེར་ན་དཔའ་རོང་ཟོམ་ཆེན་པོ་གི་ད་དུས་ཀྱི་འཁོར་ལོ་མཁྱེན་གི་ཡོད་མེད་ཟེར་བ་ད་དེ་ཡང་ཡོང་གི་ཡོད་རེད་ད། འོ་དེ་གཉིས་ཀ་དེ་ངས་ད་ལྟ་རེད་ད་དེ་རྒྱུས་ཡོད་མེད་ཟེར་ན་འདྲ་ཐུགས་རྗེའི་ག་ཚད་ཡོད་གི་ཡོད་མེད་ཅི་ཙམ་གྱི་དགོངས་ཀྱི་ཡོད་མེད་ཟེར་བ་དེའི་ཐོག་ལ་ཁྱེད་རྣམ་པས་བླང་བསློང་གནང་ཞག་འདུག་དེ་འདྲ་ཡིན་དུས་ཀྱི་ད་དེའི་དུས་སྐོར་ལ་ཉུང་ཉུང་ཟིག་གསུང་རོགས་ར།

ཆོས་དེ་ཨ་ལས་བག་བྱས་ད་ཁོ་རང་གི་ལུས་ཅི་ཁོ་རང་ཡག་པོ་ཞིག་ནས་ཕྱི་དྲ་ཤེས་ཀྱི་མེད་ངེས། ཡིན་ནས་ད་ང་ང་རང་ཨུ་ཚུགས་བརྒྱབ་ནས་ཨིན་ད་ཏེས་ཁར་སོགས་ཡིག་ཆ་དེ་འདྲ་ཅིག་རྒྱུས་ཡོད་པ་བཟོ་ཡ་གི་འབད་བརྩོན་བྱེད་བཞིན་པ་ཡིན་ད་ད་ཁྱད་པར་དུ་ད་ཞོར་ལ་ཡིན་ད་ད་ཚིག་ཁར་སོགས་ཀོ་རེ་མི་དབང་རིན་པོ་ཆེ་དངོས་གནས་དྲང་གནས་ཀྱི་ཧ་ལས་ཀྱི་འབད་བརྩོན་ཞི་བུ་ཅིག་གནང་ནས་ནི་བདུད་ཀྱི་འཁོར་ལོ་ཀྱི་ད་ད་འགྲེལ་པ་བརྩམས་འདུག་བ་དེ་སྔ་མ་ངས་ཅིག།

ད་ཚང་མ་ཁོ་རང་ཚོ་ཁོ་རང་ཚོ་གི་སྐབས་དང་བསྟུན་པར་བྱས་ནས་ཁོ་རང་ཚོ་གི་དུས་ཚོད་ལ་ཞུགས་ཡོད་པའི་གསུང་དེ་གསར་རྙིང་ཟེར་ནས་མ་ཡིན་པ། ག་དུས་ཡིན་ནའི་ཐུགས་རྒྱུས་ཡོད་པ་བཟོ་ཡོད་པ་དེ་ང་ཚོ་གསལ་པོ་ཧ་གོ་ཐུབ་ཀྱི་འདུག་བསམ་ཚུལ་བ། ཡིག་ཆ་མེད་ན་མ་གཏོགས་ཡོད་ན། དེ་གསར་འགྱུར་རེད་སྔ་འགྱུར་རེད་ཟེར་དེ་མ་བཞག་ཅེས་དངོས་གནས་དྲང་ནས་ཅིག་ར་ཡལ་གྱི་ཞུ། འཇུར་ཞུ་སྟེ་བར་གཏད་ལ་ཕབ་ཚར་བ་ཡིན་ན་ངེས་པར་དུ་སོ་སོས་ཀྱིས་ཐུགས་སྣང་གནང་གནང་ཡས་ཡིན་པ་དེ་དཔང་རྟགས་དེ་ཁོང་ཚོ་དེ་གསུམ་པོ་ཏག་ཏག་ལོག་གི་འདུག་བསམས་སོ། དཔེར་ན་མེའོ་རིན་པོ་ཆེ་དང་དངོས་གནས་ཞུས་མ་གོ་བ་བྱས་ཀྱི་ངས་ཆེན་པོས་དེ་ནས་གནང་བཞག་ཨ་ནི་རང་རྩོམ་པའི་སྐབས་སུ་ད་ལྟ་དགེ་བཅུ་ལོ་ཙཱ་བ་ཀྱིས་ད་ལྟ་ང་ཚོ་ཐོག་མ་ར་བ་ཀྱི་འཇུར་རེད་ཟེར་གི་ཡོད་རེད་བ་ད། ཡིན། བདུད་རྩི་གི་དབང་དུ་བསྒྲིགས་བསྡད་ཡོད་དཱ། བདུད་རྩི་གི་དབང་དུ་བསྒྲིགས་བསྡད་ཡོད་དེ། ཡིན་ནའི་ང་ཚོ་གསུང་ངོ་མ་ནང་ལོགས་ལ། ག་ཚད་ཅིག་རོང་ཟོམ་པའི་གསུང་ངོ་མ་ནང་ལོགས་ལ། རོང་ཟོམ་ག་ས་བདུད་ཀྱི་འཁོར་ལོ་དང་འབྲེལ་བ་ཡོད་པའི་ག་ཚད་ཅིག་འབྱུང་གི་འདུག་ཟེར་ཅིག་དེ་ཅི་ཡོད་རེད་བ། འདི་ང་བསམ་བློ་འདྲ་པོ་ཅིག་བལྟས་བཏང་བཞིན་པ་རེད་དེང་སང། ད་ངས་རྡོག་རྡོག་བྱས་ན་ད་བདུད་ཀྱི་འཁོར་ལོ་དེ་ཧ་ལས་ཀྱི་སྤྲོ་སྣང་ལྡན་པ་ཞིག་རེད་ཤག་ད་གང་ལྟར་ཡིན་ནའི་ང་ཚོ་བཞུད་མ་ཐུབ་ས་མ་རོ་བ་ཡིན་ནའི་ད་སྤྱིར་བཏང་ད་ལྟ་མཁས་པ་དེ་ཚོས་ཀྱིས་ད་བདུད་ཀྱི་འཁོར་ལོ་ཡི་བཤད་ཚུལ་དེའང་དཔེ་མི་ཚད་ཧ་ལས་དེ་འདྲ་འདུག་དཔེར་ན། བདུད་ཀྱི་འཁོར་ལོ་དེ་དུས་རབས་རྒྱ་གར་ཁོ་རང་ལ་རྒྱ་གར་འཇང་ཕྱོགས། དུས་རབས། བཅུ་གཅིག་པའི་ལྟོས་དེ་ལ་འབྱུང་བར་རེ་ལབ་ཀྱི་འདུག་ཨ། དེ་ནས་སངས་རྒྱས་ཀྱི་ཆོས་མ་ཞིག་གི་བར་དུ་དུས་རབས་བཅུ་གསུམ་པ་དང་བཅུ་བཞི་པ་ལ་ཚང་མ་ཤིག་དེར་བ་ཚང་མེད་པ་བཟོ་རེ། དེ་ཡི་བདུད་རྩི་ཐུང་ཐུང་གཅིག་གི་རིགས་ལ་གངས་ཅན་ལྗོངས་སུ་སླེབས་ནས། ཧ་ལས་ཀྱི། བསྒྱུར་ཁོ་རང། བསྒྱུར་ཁོ་རང་ཁ་ཅིག་གིས་ཉི་ཤུ་རྩ་གཅིག་ཡོད་རེད་ཟེར་ཉི་ཤུ་རྩ་བཞི་ཡོད་རེད། འདིར་རོ། དེ་ག་ནང་བཞིན་གྱི། དཔེར་ན་གཙོ་བོ་འདི་གི་འཁོར་ནས་བཤད་པའི་གྱི་སྦྱོར་དྲུག་ཡན་ལག་དྲུག་པའི་གྱི་མན་ངག་ཅི་ཡོད་རོ། དེའི་འཁོར་ཡང་ལུགས་བཅུ་བདུན་དེ་ནི་ཡོད་རེད། པད་མི་ཚེ་གྱི་ཆབ་དལ་འགྲོ་འདུག་བདུད་སྲི་ཐུང་ཐུང་གཅིག་ལ། དེ་ནས་བདུད་སྲི་གི་དབང་དུ་རོང་ཟོམ་ཆེན་པོ་ཡང་བདུད་རབས་བཅུ་གཅིག་པ་བཞུགས་བདེ་བའི་བོད་ཀྱི་མཁས་པ་ཅིག་རོ། དེའི་འཁོར་དེ་འབྱུང་བཞིན་པ་ཡིན་ས་རེད་འབྱུང་ཚར་ཟིན་ས་རེད། དེ་གི་འཁོར་ལོ་འབྱུང་ཚར་ཟིན། དེ་ནས། ད་དེ། དུས་འཁོར་དང་འབྲེལ་བ་ཡོད་པའི་གང་ཟག། དུས་ཀྱི་འཁོར་ལོ་གྱི་ཆོས། དུས་ཀྱི་འཁོར་ལོ་གྱི་ཁོར་ཡུག་ཅེས་ཡོད། འདི་དང་གང་ཅིའི་བསམ་བློ་བཏང་ནས་རང་བཙུན་པའི་ཁེངས་དགོས་ཡོད་པའི་ཆ་དེ་ཡོད་རེད། ཐུགས་རྒྱུས་ཡོད་པ་ཅིག་ཆ་དེ་ཡོད་རེད། དཔེར་ན། ང་ཚོ་ཚང་མས་མཁྱེན་གསལ་ལྟར་དུ། ཇོ་པེ་ལིན་ཨ་ཏི་ཤ་དེ་རང་བཙུན་ཁོ་རང་ཉིད་དགུང་ལོ་ཆུང་ཆུང་ཞིག་བརྒྱད་དེ་ཡོད་པའི་གི་ལོ་རྒྱུས་དེ་གསལ་པོ་ཆགས་དེ་ཡོད་རེད། དེ་ག་ནང་བཞིན་གྱི་ད་ནས། ཁོ་རང་དང་དུས་མཉམ་པའི་གི་ལོ་ཙཱ་བ་མང་པོ་ཅིག་ནི་ཕལ་ཆེར་དུས་ཀྱི་འཁོར་ལོ་རྒྱུས་ཡོད་དུ་བའི་བཟོ་ར་བ་ཅིག་ཆགས་བསྡད་ཡོད་རེད། དེ་ནས་ད་ལྟ་ང་ལ་གལ་ཆེ་ཤོས་དེ་སྤྲོ་སྣང་ཆེ་ཤོས་ག་རེ་མཐོང་ཟེར་ན། ད་ལྟ་ཇོ་པེ་ལན་ཨ་ཏི་ཤའི་ཡི་བླ་མ་གནས་གླིང་པ་སེང་ཁ་དང་གསེར་གླིང་པ་སེང་ཞེས་དེ་འདྲས་གཉིས་མཐུན་གྱི་འདུག་ད་ལྟ་ལམ་སྒྲོན་གྱི་བྱང་ཆུབ་ལམ་སྒྲོན་གྱི་རང་འགྲེལ་དེ་ཚོ་དང་ཨེ་ནི་དབུ་མེད་ཀྱི་ད་ལྟ་མན་ངག་དེ་ཚོའི་ནང་ལོགས་ལ་ངའི་བླ་མ་གནས་གླིང་པ་སེང་ཅིག་དང་སེང་ཡོམ་པ་སེང་ཐ་གཉིས་བྱུང་གི་འདུག་ད་དེ་གཅིག་ངས་ཞུ་ཡ་དེ་རྡོག་རྡོག། ད་ལྟ་རོང་ཟོམ་ཆེན་པོའི་གྱི་དེ་འདི་དེ་དང་ཨ་ནི། གསེར་གླིང་པ་ཞེས་པ་དང་ནེ་གླིང་གསེར་གླིང་པ་མ་རེད་ད་ནེ་གླིང་པ་ཞེས་པ་དེ་འབྲེལ་བ་འདུག་སེ་ཞུ་གི་ཡོད་རེད་དེ་གར་སོ་གོ་རེད། ཁོ་རང་གི་ཐུགས་ཀྱི་ཡོད་པ་དེ་གསལ་པོ་ཧ་གོ་ཐུབ་ཀྱི་འདུག་ལབ་གི་ཡོད་རེད། རོང་ཟོམ་ཆེན་པོའི་གྱི་ནེ་གླིང་པ་སེ་ནི་ལུང་ཐེངས་གཉིས་བགྲངས་ཡོད་རེད། ཀླུ་པའི་ནེ་གླིང་པས་ནི།

དེ་ནས་ང་ཚོ་བོད་བརྒྱུད་ནང་བསྟན་ནང་ལོགས་ལ། དུས་ཞབས་ཆེ་བ་དང་ཆུང་བ་ངེས་ཟིན་འདི་དཔེ་མི་ཚེ་རྙོག་ཟིང་ཚ་པོ་འདུག་ཡིན་ནའི་ད་ལྟ་མཁས་པ་ཇོན་ནིའུ་མན་ལྟར་དུ་བྱས་པ་ཡིན་ན། ད་ལྟ་དུས་ཞབས་ཆེ་བ་ཞེས་པ་འདི་སུ་རེད་ཟེར་ན་འདི་ནི་སེམས་ཡོངས་པར་རེད་འདུག་བསམ། ཁོང་ཁོང་གིས་ངེས་ཟིན་རེད་ད། ད་ང་ཚོ་བོད་པའི་མཁས་པ་འདི་ཕལ་ཆེར་ཚང་མས་ཁས་ལེན་གི་མ་རེད་ཡིན་ནའི་ཁོང་གིས་ལྟ་དུ་བྱས་པ་ཡིན་ན། ད་ལྟ་དུས་ཞབས་ཆེ་བ་ཞེས་པ་འདི་གང་ཟག་འདི་སུ་རེད་འདུག་ཟེར་ན། ནས་ལིང་པ་རེད་ཤག།

ད་དུང་བོད་གངས་ཅན་པའི་མཁས་པ་དོན་གསལ་གདུལ་ཞབས་ཆུང་བ་ངེད་ཟིན་ལ་མོས་མཐུན་བཅས་ཡོད་མ་རེད་ཚང་པས་སྒྲ་མི་འདྲ་འདུག་ཡིན་ནའང་ཁོང་གི་ལྟར་བྱས་པས་ན John Newman ལྟར་དུ་བྱས་པས་ན་གདུལ་ཞབས་ཆུང་བ་དེ་ནཱ་རོ་པན་ནཱ་རོ་པ་རེད་འདུག། མདོར་ན། བདུད་ཀྱི་འཁོར་ལོ་གྱི་པས་ནས་འཛམ་བུ་གླིང་ལ་དར་བར་བརྗེད་དེ་མཁན། འཛམ་བུ་གླིང་ལ་གསོལ་བཏད་མཁན་དེ་ཐོག་མ་སུ་རེད་ཟེར་ན་གདུལ་ཞབས་ཆེ་བ་དང་ཆུང་བ་རེད་འདུག་ལབ་ཀྱི་ཡོད་རེད་ད་ཁོང་གིས་དེ་ནས་དེ་མ་ཚད། དེ་ནས་ད་ལྟ། ང་ཚོ་སེམས་འགྲེལ་སྐོར་གསུམ་ཡོད་པ། སེམས་འགྲེལ་སྐོར་གསུམ་ད། ཕྱག་ན་རྡོ་རྗེ་གི་སྤྲུལ་པ་དང་པུནྡ་རི་ཀ་ཟེར་པདྨ་དཀར་པོ་ཟེར་ང་ཚོ་རུ་དང་དེ་ནས། རྡོ་རྗེ་སྙིང་པོ་ཟེར་ང་ཚོ་རུ་ཁོང་ཚོ་ཐམས་ཅད། ཕལ་ཆེར་ཁོ་རང་ཚོའི་ཁོར་ཡུག་ན་ཡོད་པའི་མི་ཡིན་ས་རེད་ཟེར་ག་ད། ད་དེ་ན་རོ་པ་དང། བྱས་ཙང་ད། ཁོ་རང་ཚོའི་མཚན་དེ་ཆེད་དུ་མངགས་ནས་དེ་འདྲ་གནང་གི་ཡོད་ས་རེད། རྡོ་རྗེ་སྙིང་པོ་ཟེར་བ་དང་པུནྡ་རི་ཀ་ཟེར་བ་ཡིན་ནའི་ཡིན་ཚོད་ང་རང་ཚོ་ནང་བཞིན་མི་ཡིན་ས་རེད་ད་ཡིན་ཡ་དེ། ད་དེ་ཡོད་དགོས་པའི་གི་དེ་སེལ་ཏེ་དགོས་པའི་རྒྱུ་མཚན་མང་པོ་ཅི་ཡོད་ས་རེད་ད། གཅིག་ཁ་ཅིག་གིས་ཆོས་དང་ཐོག་མར་འབྲེལ་བ་ཡོད་པའི་གི་བདུད་སྲིད་ཅིག་ལ་སླེབས་བསྡད་ཀྱི་ཡོད་རེད་བ། གནད་འགག་ཆེན་པོ་ཅིག་སླེབས་ཏེ། དེ་ནས་བདུད་ཀྱི་འཁོར་ལོ་དེ་སངས་རྒྱས་པའི་གི་དེ་དུས་སངས་རྒྱས་པའི་གི་ཆོས་བཤད་རིང་བཤད་ཚེ་ཚང་མ་ཁོངས་སུ་གཏོགས་པར་བྱས།

མཁྱེན་ཡོད་པ། འདི་གི་ཡིག་ཆ་དང་ལྟ་གྲུབ་དེ་ཚོ་མཁྱེན་ཡོད་པ་འདི་གསལ་པོ་རེད་འདུག་ས་དེ་གཙོ་བོ་དེ་ཞུ་གི་ཡོད་རེད། ཡིན་ན་ཡང་ད་ལྟ་ལྟ་གྲུབ་ཀྱི་སྒོ་ནས་ད་ལྟ་སྦྱོར་དྲུག་ཡན་ལག་དྲུག་ཡིན་ན་ད་དེ་ང་ཚོ་བོད་ཀྱི་མཁས་པ་དེ་ཚོ་མཁན་པོ་དེ་ཚོ་ཚང་མས་མཁྱེན་གྱི་རེད། ང་ཚོ་གི་སྦྱོར་དྲུག།

འབྲུག་པ་དྷརྨ་དན་སི་ནང་ལོ་ལ། དེའི། གསང་བ་འདུས་པ་ནས་འབྱུང་བའི། སྦྱོར་དྲུག་གི་རྣམ་བཞག་དེ། གསུང་སྦྱོར་བ། འདིས་དེ། རྫོགས་ཆེན་དང། ལྟ་བ་དེ་རྫོགས་ཆེན་སྦྱར་ན། དགོན་པ་ག་རེ་ཡིན་ན་ཉམས་སུ་ལེན། ལེན་ན་ལོག་གི་རེད་བསམ་པའི། དེ་འདྲའི་དགོངས་པ་བཞེས་ནས་གསུངས་པའི་བཟོ་རབ་ཞིག་ཏུ། དཔེར་ན་ང་ཚོ། ཤེར་ཕྱིན་གྱི་རྩིས་ཟིན་པ་ཡིན་ན་ཕར་ཕྱིན་ཚང་མ་ཤེར་ཕྱིན་ཆགས་འགྲོ་གི་རེད་ཕར་དུ་ཕྱིན་པ་ཆགས་འགྲོ་གི་རེད་ཟེར་བ་ནང་བཞིན། རྫོགས་ཆེན་གྱི་ལྟ་བའི་རྩིས་ཟིན་སོང་ན་རྫོགས་རིམ་ག་རེ་ཡིན་ནས། དེ་ནས་ང་ཚོ། ཡང་དག་པའི་ཆོས་སུ་འགྲོ་གི་རེད་ཟེར་འདི་དགོངས་པ་བཞེས་པའི་བཟོ་རབས་ཅིག་འདུག་ཡིན་ནའི། ཐེག་ཆེན་ཚུལ་བཅུ་ནང་ནས་བཤད་པའི་སྦྱོར་དྲུག་ཡན་ལག་གི་རྣམ་གཞག་འདིས། བདུད་ཀྱི་འཁོར་ལོ་ཁ་ཐུག་གི་འདི་ཁོ་རང་ལུགས་ཀྱི་སྦྱོར་དྲུག་རེད་བས་ན་མ་རེད་འདུག། གསང་བ་འདུས་པ་ཞེས་བྱ་བྱེད་པའི་ཀྱི་སྦྱོར་དྲུག་རེད་ཤག་ཟེར། བདེན་འབྲས་ཀྱི་རྣམ་གཞག་ཏེ། བཤད་དེ་བྱུང། ད་འདི་ལ་ང་ལ་ལྟས་གསར་པ་ཡིན། སྔ་མ་ང།